རྣམ་པ་ཚོ་བཀྲ་ཤིས་བདེ་ལེགས་ངག་ཆེན་བསྟན་འཛིན་ཐུབ་བསྟན་འཇིག་རྟེན་མི་འཇིགས་བརྒྱུད་ལམ་དེ་ཁྱེད་རྣམས་དགོན་ཁག་སུ་ཞུགས་ཀྱི་ཡོད་དེ་རིང་འདི་ནས་ཆོས་ལྡན་གྱི་ངོ་སྤྲོད་ལེ་ཚན་བཞི་པ་བདེ་གཤེགས་ཆོས་ལྡན་གྱི་སོ་སོའི་དབྱིབས་དང་བྲིས་ཀྱི་མཚོན་དོན་སྐོར་ཞུ་ཡས་འབོད་བརྩོན་བྱེད་ཀྱི་ཡིན་དེ་ཡིན་དུས་རྣམ་པ་ཚོར་ཐུགས་ཕན་གསོས་པའི་རེ་བ་ཞུ་གི་ཡོད་ཚང་མ་ལ་བཀྲ་ཤིས་བདེ་ལེགས། དུས་རྒྱུན་ང་ཚོའི་བདེ་གཤེགས་ཕྱི་དོན་གྱི་གྱ་སྨྱུག་ཡོད་རེད་ལ་དེ་མ་ཟད་བདེ་གཤེགས་ཕྱི་དོན་གྱི་སོ་སོའི་དབྱིབས་མ་འདྲ་ཡོད་པའི་གྱ་སྨྱུག་ཡོད་རེད། དེ་ནས་ཤི་དུས་རྒྱུན་ང་ཚོའི་ཕ་མ་རེད་འདི་ནས་ཤི་དགེ་རྒན་ཚོ་དང་མཉམ་དུ་ཆོས་དོན་བསྐོར་བར་ཕྱིན་ཡོང་དུས་ཕྱི་དོན་སོ་སོའི་གྱི་དབྱིབས་མ་འདྲ་ཡོད་པ་དང་དེ་གྱི་མཚོན་དོན་ག་རེ་ཡིན་པའི་སྐོར་ལ་ཡང་དྲིས་མྱོང་ཡོད་རེད། སྤྱིར་བཏང་གི་ཆོས་དོན་ཁ་ཤས་ཀྱི་དབྱིབས་དྲིལ་བུ་འདྲ་བོ་ཡོད་རེད། ཆོས་དོན་ཁ་ཤས་ཀྱི་དབྱིབས་གོར་གོར་ཡོད་རེད། ཕྱིར་དྲན་ཁ་ཤས་ཀྱི་དབྱིབས་སྐྱེ་འཚར་ཡོད་པ་འདྲ་བོ་ཡོད་རེད་ལ་ཕྱིར་དྲན་ཁ་ཤས་ལ་ནི་མགོ་མང་པོ་ཡོད་པ་འདྲ་བོ་ཡོད་རེད། དེ་ཡོད་དུས་དེ་རིང་འདི་ནས་བདེ་གཤེགས་ཕྱིར་དྲན་གྱི་སོ་སོའི་དབྱིབས་མ་འདྲ་ཡོད་པ་དང་དབྱིབས་མ་འདྲ་ཡོད་པ་དེ་དག་གི་མཚོན་དོན་ག་རེ་ཡིན་པའི་སྐོར་ལ་རེ་རེ་རེ་རེ་ནས་ཞིབ་ཆ་གི་ངོ་ནས་ཞུ་ཡ་གི་འབད་བརྩོན་བྱེད་ཀྱི་ཡིན། གོང་དུ་ཞུས་པ་ནན་བཤད་རེད་ད་དེ་ཤེས་ཕྱིར་དོན་གྱིས་ཀྱི་རྩིས་ལུགས་དེ་ལ་རྩིས་ལུགས་རྣམ་པ་གཉིས་ཡོང་དུས་དགོས་རེད་ལིའུ་ལུང་བསྟན་པའི་དུག་གི་རྩིས་ལུགས་གཅིག་དང་འཕགས་པ་ཀླུ་སྒྲུབ་རྒྱལ་ནི་རྩིས་ལུགས་རྣམ་པ་གཉིས་ཡོང་དུས་དགོས་རེད་འདི་ཡི་ནང་ནས་ད་བོད་ལ་བཞེངས་པའི་དེ་ཤེས་ཕྱིར་དོན་གྱིས་ཀྱི་རྩིས་ལུགས་དེ་གཙོ་བོ་འཕགས་པ་ཀླུ་སྒྲུབ་ཀྱི་ལུགས་གཞིར་བཞག་བྱེད་དགོས་རེད་ད་འཕགས་པ་ཀླུ་སྒྲུབ་ཀྱི་ལུགས་གཞིར་བཞག་བྱས་ནས་བཞེངས་པའི་དེ་ཤེས་ཕྱིར་དོན་གྱིས་ཀྱི་ཨ་ནི་ག་རེ་ཟ་དགོས་རེད་ཕྱིར་དོན་དེ་ཚོ་ལ་ཡང་ཨ་ནི་བོད་ལ་བཞེངས་སྟངས་བཞེངས་ལུགས་མང་དྲགས་ཡོད་རེད་འདི་ཡི་ནང་ནས་དེ་རིང་ཁ་སང་ང་ཚོའི་མཇལ་ཡས་ཡོད་པའི་དེ་ཤེས་ཕྱིར་དོན་གྱིས་ཀྱི། ལྟ་བཞེངས་སྟངས་བཞེངས་ལུགས་དེ་གཙོ་བོ་ནི་སྡེ་སྲིད་སངས་རྒྱས་རྒྱ་མཚོས་ཀྱི་ལུགས་ལྟར་དུ་བྱས་ནས་བཞེངས་པའི་སྡེ་བཞི་མཆོད་རྟེན་གྱི་ཆ་དེ་དགོས། དེ་ཡིན་དུས་དེ་རིང་འདི་ནས་སྡེ་སྲིད་སངས་རྒྱས་རྒྱ་མཚོ་གི་ལུགས་གཞིར་བཞག་བྱས་ནས་ད་བཞེངས་པའི་སྡེ་བཞི་མཆོད་རྟེན་གྱི་གི་ཆ་ཚད་རེ་འདི་ནས་ཞིག་གི་དབྱིབས་རེ་དེ་ཚོ་གི་མཚོན་དོན་ག་རེ་ཡིན་པའི་སྐོར་ལ་ད་སྡེ་སྲིད་སངས་རྒྱས་རྒྱ་མཚོ་ཁོང་རང་གིས་མཛད་པའི་ད་མཆོད་སྡོང་ཆེན་པོ་འཛམ་གླིང་རྒྱན་གཅིག་གི་དཀར་ཆ་འོ་ད་འདི་ཞིག་ཟུང་གི་སྒོ་ནས་བཤད་ཀྱི་འབོད་བརྩོན་བྱེད་ཀྱི་ཡིན། དང་པོ། པདྨ་སྤུངས་པའི་མཆོད་རྟེན། ཨ། དང་པོ་པདྨ་སྤུངས་པའི་མཆོད་རྟེན་རེད་ད། པདྨ་སྤུངས་པའི་མཆོད་རྟེན་ཞུས་པ་དེ་གཙོ་བོ་བཅོམ་ལྡན་འདས་ཨ་ནི་ལུམ་བི་ནིའི་ཚར་དུ་སྐུ་བལྟམས་པའི་ཚེ་ད་ཡབ་རྒྱབ་ཏུ་ཟས་གཙང་མ་དང་དེ་ནས་བཞེངས་ཀྱི་ཤཱཀྱ་དེ་ཚོ་གིས་བཞེངས་པ་རེད་ཅེས་དེ་འདྲའི་གསུང་གི་ཡོད། ཨ། དེ་ཡང་ད་ང་ཚོའི་གི་པདྨ་འདམ་གྱིས་མ་གོས་དར་སྲི་གསུམ་བྲིས་མས་མ་གོས་པ་ཞེས་གསུངས་པ་ནས་བཞེངས་ཀྱི་ད་བཅོམ་ལྡན་འདས་འཁོར་བ་ལ་སྐྱེ་བ་ལེན་པ་ཡིན་པ་ཡིན་ན་ཡང། འཁོར་བས་ཀྱི་དྲི་མས་མ་གོས་པ། འཁོར་བས་ཀྱི་ཉོན་མོངས་ཀྱིས་མ་གོས་པ། འཁོར་བས་དུག་གསུམ་གྱིས་མ་གོས་པའི་རྒྱུ་མཚན་ལ་བརྟེན་ནས་འདི་གའི་མཚོན་བྱེད་ལ་དཔེ་མེད་ཀྱི་རྣམ་པ་འདི་འདྲས་བཤད་གི་ཡོད་རེད། དུས་མཚམས་པ་ལ་མཆོད་རྟེན་འདི་བརྩིགས་ཡིན་པའི་ཚེ་ན་ཡང་ད་དེ་ལ་བང་རིམ་བཞི། ཡང་ན་བདུན། ཡང་ན་བརྒྱད། ད་འདི་འདྲའི་འགྲོ་བའི་གཅིག་ལ་དེ་ཡང་གྲུ་བཞི་མ་ཡིན་པར་སྒོར་སྒོར་བྱས། འདི་གའི་མཐའ་དེ་ལ་པད་མ་དང་འཁོར་ལོ་གའི་འདི་འདྲས་ཀྱི་རྒྱན་ཡོད་པ་འདི་འདྲས་ལ་གར་ཞུ་དགོས་ལ་ན་བཀྲ་ཤིས་འབྱུང་བའི་མཆོད་རྟེན་ཞུ་གི་ཡོད་རེད་ལ་དེར་མ་ཟད་པད་མ་སྤུངས་པའི་མཆོད་རྟེན་ཡང་ཞུ་གི་ཡོད་རེད། གཉིས་པ་བྱང་ཆུབ་མཆོད་རྟེན། ད་གཉིས་པ་བྱང་ཆུབ་མཆོད་རྟེན་རེད། བྱང་ཆུབ་མཆོད་རྟེན་ཞུས་པ་དེ་གཙོ་བོ་བཅོམ་ལྡན་འདས་ད་ས་ག་ཟླ་བའི་ཚེས་བཅོ་ལྔའི་ཉིན་རྡོ་རྗེ་གདན་དུ་མངོན་པར་རྫོགས་པར་སངས་རྒྱས་པའི་ཚེ་ན་མ་ག་དྷཱ་ཡི་རྒྱལ་པོ་གཟུགས་ཅན་སྙིང་པོ་རྣམས་ཀྱིས་བཞེངས་པའི་མཆོད་རྟེན་དེ་ལ་ནི་བྱང་ཆུབ་མཆོད་རྟེན་ཞུ་དགོས་པ་རེད། ད་མཆོད་རྟེན་དེ་གི་དབྱིབས་གང་འདྲའི་རེད་ཞུས་པ་ཡིན་ན་དབྱིབས་གྲུ་བཞི་ཡིན་པ་ལ་བང་རིམ་བཞི་ཡོད་པ་དེ་འདྲའི་ཅིག་ཕྱག་འདེབས་དགོས་པ་རེད། དེ་ཡིན་ཙམ་པ་མཆོད་རྟེན་དེ་ལ་ག་རེ་ཞུ་དགོས་ཞུས་ན་ནི་བྱང་ཆུབ་མཆོད་རྟེན་ཞུ་དགོས་པ་རེད་བྱས་རེད། གསུམ་པ་བཀྲ་ཤིས་སྒོ་མང་མཆོད་རྟེན། གསུམ་པ་བཀྲ་ཤིས་སྒོ་མང་མཆོད་རྟེན་རེད། བཀྲ་ཤིས་སྒོ་མང་མཆོད་རྟེན་དེ་གཙོ་བོ་བཅོམ་ལྡན་འདས་ཡུལ་བ་ར་ན་སི་དྲང་སྲོང་ལྷུང་བ་རི་དྭགས་ཀྱི་ནགས་ལ་ད་འཁོར་ལྔ་སྡེ་བཟང་པོ་ལ་ད་ཆོས་འཁོར་དང་པོ་བསྐོར་བའི་ཚེ་ན་ད་ཀུན་བྱེད་ཀུན་འདྲེན་ལ་ལགས་སོ་པ་ད་འཁོར་ལྔ་སྡེ་བཟང་པོ་རྣམས་ཀྱིས་ད་བཞེངས་པའི་མཆོད་རྟེན་རེད་ཅེས་དེ་འདྲའི་གསུང་གི་ཡོད་ད་ཏིང་ཙམ་པ་ལ་མཆོད་རྟེན་དེ་གི་དབྱིབས་ག་འདྲས་རེ་ཤོད་པ་ཡིན་ན་དབྱིབས་གྲུ་བཞི་བྱས་ཏེ་གང་ལ་བང་རིམ་བཞི་ད་སྟེང་ལ་ཡང་ད་ཕྱོགས་བཞི་ལ་སྒོ་བཞི་བཞེངས་པ་ཡིན་ན་སྡེ་དགེ་ལྡན་པ་ཞིག་མཚོན་དགོས་རེད་ཅེས། ད་སྒོ་བརྒྱད་བཟོས་པ་ཡིན་ན་སྒོ་བརྒྱད་དེ་གི་རྣམ་ཐར་སྒོ་བརྒྱད་མཚོན་དགོས་རེད་ཕྱིར། ད་ག་ལས་སྲིད་པ་ད་ཕྱོགས་རེ་རེ་ལ་ད་བཅུ་གཉིས་བཞེངས་པ་ཡིན་ན་བཅུ་གཉིས་དེ་གི་རྟེན་འབྲེལ་བཅུ་གཉིས་མཚོན་དགོས་རེད། དེ་ནས་ཕྱིན་གི་སྒོ་བཅུ་དྲུག་བཞེངས་པ་ཡིན་ན་ད་སྒོ་བཅུ་དྲུག་དེ་གི་སྟོང་ཉིད་བཅུ་དྲུག་མཚོན་དགོས་རེད་ཕྱིར། ད་དེ་ལྟ་བུའི་མཆོད་རྟེན་དེ་ལ་ད་ཆོས་སྒོར་མཆོད་རྟེན་ཡང་ཞུ་དགོས་རེད་ལ་དེ་མ་ཟད་པའི་ད་བཀྲ་ཤིས་སྒོ་མང་མཆོད་རྟེན་ཡང་ཞུ་དགོས་རེད་ཕྱིར། བཞི་པ། ཆོ་འཕྲུལ་མཆོད་རྟེན། ད་བཞི་པ་ཆོ་འཕྲུལ་མཆོད་རྟེན་རེད། ད་ཆོ་འཕྲུལ་མཆོད་རྟེན་ཞུས་པ་དེ་གཙོ་བོ་བཅོམ་ལྡན་འདས་མཉན་ཡོད་དུ་ད་མུ་སྟེགས་ཀྱི་སྟོན་པ་དྲུག་ད་ཕམ་པར་མཛད་པའི་ཆེད་དུ་ད་ཆོ་འཕྲུལ་ཆེན་པོ་བཏོན་ཡོད་དུས་ད་རྫ་དེ་གི་ཚ་ལ་ད་ལི་ཙཱ་བི་རྣམས་ཀྱིས་བཞེངས་པའི་མཆོད་རྟེན་དེ་ལ་ད་ཆོ་འཕྲུལ་མཆོད་རྟེན་ཞུ་དགོས་རེད་ཕྱིར། ད་མཆོད་རྟེན་དེ་གི་དབྱིབས་ག་འདྲས་རེད་ཞུས་པ་ན་དབྱིབས་དེ།

ལྔ་པ་ལྷ་བབས་ཆོས་ནས་ད་ལྷ་བབས་ཆོས་ནས་ཞུས་པ་དེ་གཙོ་བོ་བཅོམ་ལྡན་འདས་སུམ་ཅུ་རྩ་གསུམ་ལྷ་ཡུལ་དུ་ཕེབས་ནས་དབྱར་གནས་མཛད་པར་ད་དབྱར་གནས་མཛད་པ་མ་ཟད་པས་དེ་ལ་རང་གི་ཡུམ་བདེན་པ་ལ་བཀོད་དེ་མ་ཟད་པས་ད་དབྱར་གནས་འདི་ཚར་བྱས་ནི་སྔ་དྲོ་དགག་དབྱེ་གནང་བྱས་ཕྱི་དྲོ་ད་ནམ་མཁའ་ནས་མར་མི་ཡུལ་ལ་ཕེབས་ཡོང་དུས་བརྩམས་པ་ལ།

ད་གོང་དུ་ཡོད་པ་ནས་བཞིན་གྱི་ད་དབྱིབས་འདི་གྲུ་བཞི་རེད་བྱས། དབྱིབས་གྲུ་བཞི་ཡིན་པ་ལ་བང་རིམ་བཞི། དཀྱིལ་མ་ལ་ད་གིན་ནས་བཞིན་གྱི་གློ་འབུར་དེ་བ་དཀྱིལ་མ་གཏོགས་སུ་འབུར་དེ་བའི་རྣམ་པ་ལ་གློ་འབུར་དེ་བ་འདི་གི་དབུས་ལ་ནི་མི་འདུག་འདི་གི་དཀྱིལ་མ་ནས་ད་ཐེམ་སྐས་ཀྱི་རྣམ་པ་བྱིན་བྱེད། ཐེམ་སྐས་གར་བྱིན་ཞུ་བ་ཡིན་ན་ད་བཅོམ་ལྡན་འདས་སུམ་ཅུ་རྩ་གསུམ་ནས་སླར་མི་ཡུལ་དུ་ཕེབས་པའི་ཚེ་ན་ད་ཐེམ་སྐས་ནས་མར་ཕེབས་ཡིན་བསམ་པ་ལ་འདི་གི་མཚོན་བྱེད་དེ་ལ་ད་ཐེམ་སྐས་ཀྱི་རྣམ་པ་བྱིན་བྱེད།

དཀྲུགས་ཤིང་རྒྱ་ཆེ་དུམ་བུ་གཉིས་ལ་བཏང་སོང་བ་རེད་བ་ལ། ད་ཁོ་རང་གིས་འཁོར་གྱིས་སོ་ཨ་མཆོམ་ལྡན་འདས་ཁོ་རང་གིས་འཁོར་བྱས་གང་དག་གིས་དབྱེན་བྱས་ཁ་ཁ་བྱས་སོང་བ། ད་དེ་འདྲའི་ཁ་ཁ་བྱས་མཚམས་པ་ལ་ཕྱིས་སུ་ད་ཤཱ་རིའི་བུ་དང་མོ་འགལ་གྱི་བུ་གིས་ད་ཨ་ནི་ཁ་ཁ་ཆགས་བསྡད་པའི་དགེ་སློང་རྗེས་སུ་སླར་ཡང་བརྡུང་སོང་བ་རེད་ཡང་ན་སླར་ཡང་གཅིག་ལ་བསྒྲིགས་སོང་བ་རེད་ད་དེ་འདྲའི་བསྒྲིགས་གི་འདུག་མཚམས་པ་ལ་ད་རྒྱལ་བྱེད་ལ་སོགས་པ་མ་ག་ད་བའི་ཡུལ་མི་རྣམས་ཀྱིས་ད་ཆོས་ལྡན་བཞེངས་པ་རེད་ད་ཆོས་ལྡན་དེ་ལ་ག་རེ་ཞུ་དགོས་རེད་ཞུས་པ་ཡིན་ན་ད་གཡོན་དུམ་ཆོས་ལྡན་ཞུ་དགོས་རེད་བྱས། ད་གཡོན་དུམ་ཆོས་ལྡན་གྱིས་དབྱིབས་ག་འདྲའི་ཞུས་པ་ཡིན་ན། དབྱིབས་གྲུ་བཞི་ཡིན་པ་ལ་བང་རིམ་བཞི་ཡོད་རེ་བྱས། ན་དེ་ལ་ཡང་ད་ང་རང་ཚོས་དབྱེ་འབྱེད་ཡ་ལ་ནི་མི་འདུག་གཙོ་བོ་ཁ་ཁ་བཟོས་ད་དཀྲུགས་ཤིང་འགས་ལ་གོ་ར་ད་འདི་གི་རྒྱུ་དེ་གར་ཆགས་དགོས་ལ་ན་ཉོན་མོངས་དུག་གསུམ་ལྟ་བ་དང་བཅས་པ་བཞི་ཆགས་དགོས་རེ་བྱས། ད་འདི་བཞི་དང་གར་ས་བཞི་དེ་མ་སྤངས་ནས་རྣམ་ཐར་སྒོ་བརྒྱད་དེ་མཚོན་པའི་ཆེད་དུ་ལ་ད་གི་གོང་དུ་ད་དབྱིབས་གྲུ་བཞི་བང་རིམ་བཞི་ཡོད་པ་དབྱིབས་གྲུ་བཞི་དེ་གི་ཟུར་བཞི་མ་བཅད་བཞག་པ་དེ་གི་ཨ་ནི་འདོད་ཆགས་ཞེ་སྡང་གཏི་མུག་དང།

གར་བ་གྱི་བུ་བཙུན་བདག་གིས་ད་བཅོམ་ལྡན་འདས་འདི་ནི་མ་གནང་རོགས་བྱས། ཨ་ནི་གར་ས་སྐུ་ཚེ་བདུད་རྗེ་མ་མ་བཏང་རོགས་གནང་བྱས་ནས་དེ་ནས་གསོལ་བ་བཏབ་པ་ན་བཞིན་གྱི་བཅོམ་ལྡན་འདས་ཀྱིས་ད་ཟླ་བ་གསུམ་ཙམ་གྱི་རིང་ལ་ད་ནི་སྐུ་ཚེ་དེ་ཡང་བསྲིངས་པ་རེད་བྱས། དེ་མཚམས་པ་ལ་འདི་ག་རེ་ཚུན་གོ་ལ་ན་བཅོམ་ལྡན་འདས་དེའི་ཚད་ལ་དབང་བ་ད་ཚད་ལས་རྣམ་པར་རྒྱལ་བ་ཚུན་ཆད་དེ་ལ་ད་རྣམ་རྒྱལ་མཆོད་རྟེན་འདི་འདྲས་ཅན་བཞེངས་པ་རེད་བྱས། འོ་ན་མཆོད་རྟེན་འདི་སུས་ཀྱིས་བཞེངས་པ་རེད་ཞུས་པ་ཡིན་ན་ད་བཅོམ་ལྡན་འདས་ཡངས་པ་ཅན་ལ་ཡོད་དེ་གོ་རེད་དེ་ཡོད་འདི་མཚམས་པ་ལ་ད་ཡངས་པ་ཅན་གྱི་ཡུལ་མི་དེ་ཚོས་ཀྱིས་ད་རྣམ་རྒྱལ་མཆོད་རྟེན་འདི་བཞེངས་པ་རེད་བྱས།

དགེས་པ་མྱང་འདས་ཆོས་ལྡན། ད་དགེས་པ་མྱང་འདས་ཆོས་ལྡན་རེད། ད་མྱང་འདས་ཆོས་ལྡན་ཞུས་པ་དེ་གཙོ་བོ་བཅོམ་ལྡན་འདས་ཀྱི་སྐུའི་དངོས་ཀྱི་གདུལ་བྱ་དེ་རྫོགས་ཡོན་ཏུ་བརྩམས་པ་ལ། རྩྭ་ཆུ་གྲོང་ལ་ཟིན་བྲིས་མཐའ་ཅན་དུ་བསྒྱུར་བ་ཞུ་ནས་མི་འདུག་ད་མྱ་ངན་ལས་འདས་ཡོན་ཏུ་བརྩམས་པ་ལ། ད་རྩྭ་ཆུ་གྲོང་གི་གྱད་མིས་དེ་ཚོ་གིས་བཞེངས་པའི་མཆོད་རྟེན་དེ་ལ་མྱང་འདས་ཆོས་ལྡན་ཞུ་དགོས་རེད་ཕྱིར། མཆོད་རྟེན་དེ་གི་དབྱིབས་དེ་གང་འདྲས་རེད་ཞུས་པ་ཡིན་ན། ད་དེ་ཡང་ད་འཁོར་བའི་གི་རྒྱུགས་དང་བྲལ་བ་ཞུ་ནས་མི་འདུག་དེ་ནས་ཤིང་གི་ད། སྤྲོས་པ་དང་བྲལ་བའི་རྒྱུ་མཚན་གྱིས་འདི་ཀྱི་དབྱིབས་དེ་ལ་ཡང་ད་བང་རིམ་ལ་སོགས་པའི་གི་སྤྲོས་པ་གང་ཡང་མེད་པའི་ཐོག་ནས་བདེན་འབྲེལ་ཁོ་རང་གི་རྟེན་ལ་ད་བུམ་པ་ཡན་ཆད་བརྩིགས་པའི་གི་མཆོད་རྟེན་དེ་ལ་ད་མྱང་འདས་མཆོད་རྟེན་ཞུ་དགོས་རེད་ཅེ། དེ་དག་གིས་ད་བདེ་གཤེགས་མཆོད་རྟེན་གྱི་གི་དབྱིབས་དང་དེ་གི་མཚོན་དོན་ག་རེ་ཡིན་པ་ད་རེ་རེ་རེ་ནས་ཞུས་གྲུབ་པ་ཡིན་ཅེ། ལེ་ཚན་འདིའི་མཇུག་བསྡོམས། ཨ། དེ་ཡིན་དུས་དེ་རིང་གི་ལེ་ཚན་འདིའི་ནང་བཅོམ་ལྡན་འདས་ཀྱི་མཛད་པ་ཁྱད་པར་ཅན་དང་འབྲེལ་བའི་རྟ་བདེ་གཤེགས་མཆོད་རྟེན་གྱི་སོ་སོའི་གི་དབྱིབས་དང་འདི་གི་མཚོན་དོན་ག་རེ་ཡིན་པའི་སྐོར་ཞུས་གྲུབ་པ་འདྲ་བོ་ཅན་ཡིན། ཨ། ད་ལེ་ཚན་ལྔ་པ་ཞིག་ན་མི་འདུག་ལེ་ཚན་མཐའ་མ་འདིའི་ནང། ཨ། ད་བྱང་ཆུབ་མཆོད་རྟེན་སོ་སོའི་གི་ཆ་ཤས་ཀྱི་རྟ་མཚོན་དོན་ག་རེ་ཡིན་པ་འདིའི་སྐོར་ལ་ཞུ་ཡ་གི་འབོད་བརྩོན་བྱེད་ཀྱི་ཡིན། དེ་ཡིན་བསམ་པ་ལ་ཐ་སྙད་འདི་རྣམ་པ་ཚོར་ད་ཐུག་པའི་སྲོལ་ཡོད་པའི་རེ་བ་ཡོད། རྒྱལ་བ་མང་གི་འགྲོ་དྲུག་ཀུན་བླང་ངོ་རྒྱལ་བ་མང་གི་འགྲོ་དྲུག་ཀུན་བླང་ངོ་རྒྱལ་བ་མང་གི་འགྲོ་དྲུག་ཀུན་བླང་ངོ། ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།